ཚང་མ་ཡིས། རྒྱ་མཚོ་ནང་གི་ཐིགས་པ་གཅིག་འཕེན་ན་བསམ་གྱིས་བརྗེད་བྱེད་ནི་ངེད་ཀྱི་བརྙན་ཐུང་དེ་བཟོས་ཡོད། བརྙན་ཐུང་དེ་ག་ཆེ་བའི་དུས་ལ་ན་ངས་གཞས་ཚིག་གཞས་ཚིག་གི་ལམ་ནས་ང་ཚོས་ཚིག་གསར་བ་མང་པོ་ཅིག་མཁོ་སྒྲུབ་བྱེད་ཐུབ་ཡ། གཞས་ཚིག་གི་ལམ་ནས་ང་ཚོས་གོ་བ་ལེན་སྟངས་མང་པོ་ཅིག་ཤེས་ཐུབ་ཡ། སྤྲོ་སྣང་ཡང་ཡོང་ཡ་དེ་འདྲས་ཅིག་ང་རང་གི་ངོས་ནས་ཉམས་མྱོང་ང་རང་གི་ཉམས་མྱོང་ལ་ལྟ་བྱས་ནས་ལྷན་རྒྱས་ཚོ་ལ།

ཚིགས་བཅད་དང་པོ་འདི། ཟླ་བ་མིག་ལ་དཀར་བ་ཉི་མ་ལུས་ལ་དྲོད་བྱུང། ཉི་ཟླའི་འཁོར་ལམ་བར་ནས་གུ་ག་རི་ན་བསང་བྱུང། ཟླ་བ་འདི་ང་ཚོས་ཀྱི་མིག་ལ་དཔེ་དཀར་བོ་མཐོང་གི་ཡོད་རེད་ཟེར་བ། ང་ཚོའི་མིག་ལ་ཟླ་བ་འདི་དཔེ་དཀར་བོ་མཐོང་ཡོད། ཉི་མ་འདི་ང་ཚོའི་གྲང་མོ་ཡོད་དུས་ང་ཚོ་དྲོད་སྦྱིན་ངེས་པས་ལུས་ལ་དྲོད་བོ་ཞིག་སྤྲད་ངེས་ཟེར་བ་འདི་ཆགས་ཡོད་རེད་ཟེར། བྱས་ཙང་ཉི་མ་དང་ཟླ་བ་གི་འཁོར་ལམ་ལ་ན་ཀོ་ར་གེ་སེར་གྱི་ལམ་དེ་གི་དཀྱིལ་མ་དེ་ལ་ག་རེ་ཡོད་ལ་ན་གུ་གར་རེད་བྱས་ཙང་ང་རང་གུ་གར་དེ་ཡིན་ན་བསམ་བྱུང་ཟེར་ལ་གུ་གར་ལ་ན་སྐར་མ་སྐར་མ་དེ་ཡིན་ན་བསམ་བྱུང་ཟེར་ལ། གཉིས་པ་དེ་ག་བྱས་ཡོད་ལ་ན་མེ་ཏོག་མིག་ལ་མཛེས་པ་འདབ་ལོ་ལུས་ལ་འཇམ་པ་འདབ་དེའི་མེ་ཏོག་སྟེང་གི་གྲངས་ཆུང་ཡིན་ན་བསམ་བྱུང་ཟེར་ལ། མེ་ཏོག་འདི། ང་ཚོ་གང་ཟག་ཚང་མའི་གི་མིག་ལ་དཔེ་མཛེས་པོ་མཐོང་དགོས་ར་ལྡུམ་ར་ནང་ལོ་ལ་མེ་ཏོག་ཁྲ་ཆེམ་ཆེམ་ཤར་བསྡད་པ་འདི་ན་དཔེ་མཛེས་པོ་མཐོང་གི་རེད་ཟེར་བ། འདབ་ལོ་ལུས་ལ་འཇམ་པ་འདབ་ལོ་ལ་ནི་ལོ་མ་ལ་བ་ར་ལོ་མ་འདི། ལུས་པོ་འདི་དཔེ་འཇམ་པོ་ཡོད་རེད་ཟེར་ང་ཚོ་གཤིས་ཀ་དང་རྒྱུ་ཆ་དང་མ་སོང་བ་ཡང་འཇམ་པོ་ཞིག་ཡོད་རེད་ཟེར་བ། འདབ་དེའི་མེ་ཏོག་སྟེང་གི་རྩི་ཤིང་དང་ལྗོན་ཤིང་གི་དང་མེ་ཏོག་འདི་ཚོ་གི་སྟེང་ལ་ལ་ན་གང་ལ་ཡོད་པ། ག་རེ་འཁོར་འཁོར་གི་རེད་མེ་ཏོག་དྲི་མ་ཞིམ་པོ་ཡོད་ན་འདི་ལ་ག་རེ་འཁོར་གི་གྲང་མ་འཁོར་ར་བྱས་ཙང་ང་རང་གྲང་ཆུང་དེ་ཡིན་ན་བསམ་གི་འདུག་ར། གསུམ་པ་དེ་ཕོ་བྲང་མིག་ལ་བརྗིད་པ། ལུས་རྒྱུད་སྣ་ལ་སྙིང་ཆུང། པོ་ཏཱ་ལ་ཡི་དུས་ཀྱི། འཇལ་བ་ཡིན་ན་བསམ་བྱུང། ཕོ་བྲང་འདི་ང་ཚོའི་མིག་ནང་ལ་གཟི་བརྗིད་འཐུང་གོ་གཟི་བརྗིད་རོལ། ཕོ་བྲང་སོ་ནམ་སྐྱབས་སུ་མཆི་གཟི་བརྗིད་ཚོ་འཐུང་གོ་རོལ་བ་གཟི་བརྗིད་བྱས་རོལ་གཟི་བརྗིད་འཐུང་གོ། ལོ་རྒྱུས་ག་རེ་ཉན་པ་ཡིན་ན་རྣ་ཅོག་ལ་དཔེ་སྙན་པོ་ཚུར་གོ་རེ་རོལ་བྱས་ཙང། ང་རང་ག་རེ་བསམ་གྱི་འདུག་ལབ་ན། པོ་ཏཱ་ལའི་མདུན་གྱི་རྩེ་ཕོ་བྲང་པོ་ཏཱ་ལའི་གི་མདུན་དེ། གནས་འཇལ་བ་ཅིག་ན་བསམ་གྱི་འདུག་བསམ་སྟེ། ང་ཚོ་ཡིད་སྨོན་གྱི་ཆགས་ཀྱི་ཡོད་རེད་སེམས་ཀྱི་རྨི་ལམ་རེད་ང་ཚོའི་སེམས་ནང་ལའང་དེ་འདྲས་ཅིག་ཆགས་ཀྱི་འདུག་དེ་འདྲས་ཤིག་དྲན་གྱི་འདུག་ལྷའི་ཞལ་གཟིགས་དེ་དེ་འདྲས་རེད་ར། བྱས་ཙང་ད་ངེད་ཀྱི་ཞལ་གཏང་སྟངས་དེ་མ་ཅིག་ལ་ཡང་ཡིན་ར། ད་ང་སྐད་ཆུང་ཆུང་གྱང་ཡང་ག་ཅིག་ལ་ན་ང་ཚོ་ཁྱིམ་མཚེས་དེ་ཚོ་ཡང་དེ་སེམས་ནུས་མ་འགྱེད་ཡའི་ཆེད་དུ་རང།

ལྷ་སོ་ཐུགས་རྗེ་ཆེ་ནའང་ད་རིང་གི་བརྙན་ཐུང་དག་རང་ཉིད་ཚོམ་ཧྲི་ཡན་ལྷན་རྒྱས་ཚོ་ལ་རོགས་ཙམ་གཅིག་ཕན་པའི་སྨོན་ལམ་རྒྱུད་ལ་ཞུ། ཐུགས་རྗེ་ཆེ་བྱེ་མའི་བརྙན་ཐུང་ནང་བྱིན་ཡོང་བཀའ་དྲིན་ཆེ།